འོ་ད་མ་འོངས་པ་ལོ་ལྔ་གི་བཅུག་ནས་ང་ཚོ་ལ་ཆོས་ལུགས་ཀྱི་སྤྱི་འཐུས་དེ་ཚོ་རྩ་བ་ཉིད་ནས་གོ་ཡས་མི་འདུག་ཟེར་དུས་མ། དྲ་རྒྱ་གི་ཐོག་ནས་མ། ཅིག་ཁྱེད་ཚོ་གི་མ་ཅིག་ལབ་ཐུབ་ན་ཡག་པོ་ཡོད་ས་རེད་བསམ་གྱི་འདུག་ད་ང་ཚོ་གི། དངོས་གནས་དྲང་གནས་གི་ད་ད་ལྟ་བར་དུ་ལ་ལོ་ལྔ་གི་རིང་གང་ལ། ཆོས་ལུགས་ཀྱི་སྤྱི་འཐུས་དེ་ཚོ་གི་ག་དུས་ཡིན་པ་ཡིན་ན། ད་དམངས་གཙོ་ཚང་མ་ལོ་ལ་རྙོག་དྲ་བཟོ་ཉེས་དང། དམངས་གཙོ་ཀ་བ་གསུམ་བོར་ལུགས་བཅུག་ཉེས་ཚང་མ་ལོ་ད། ཆོས་ལུགས་ཀྱི་སྤྱི་འཐུས་དེ་ཚོ་ཕྱག་དེ་བཞག། ད་དུས་ཡིན་ཙང་བལ་དེ་རྩ་བ་ཉིད་ནས་ད་དེ་ཚོ་ལ་བལ་རྩ་བ་ཉིད་ནས་ངོས་ལེན་མེད། ང་དང་ང་འདྲ་བའི་གིས་ད་མི་མང་པོ་ཅིག་གིས་ད་རང་བསམ་འཆར་འདུག། ཨ་ནི་ད་མ་འོངས་པ་ལ་ལོ་ད་དེ་ལན་ནི་ཚར་ཚར་རེད་ད། ད་མ་འོངས་པ་ལོ་ལྔ་གིས་བཅུག་ནས་ང་ཚོ་ཆོས་ལུགས་ཀྱི་སྤྱི་འཐུས་དེ་ཚོ། ཡག་མེད་ན་ཡག། མི་སྐྱ་ག་ནས་ཡ། ཆོས་ལུགས་ཀྱི་སྤྱི་འཐུས་དེ་འདྲ་སླད་ཐུ་ཡས་ཀྱི་ཐབས་ཤེས་བཏང་གོ་འདུག་མ་འདོག་བྱེད་མཁན་ད་ཆོས་ལུགས་ཁོ་རང་ཆོས་ལུགས་ཁོ་རང་གི་སྤྱི་འཐུས་དེ་ཚོ། གྲྭ་བ་རྐྱང་རྐྱང་ཅིག་བསྡད་བཞག་པ་ཡིན་ན་དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་དེ་གྲྭ་བ་དེ་ཚོ་དགོན། འོ། གྲྭ་བ་དེ་ཚོ་དགོན་པའི་ནང་ལོགས་ལ་ཆོས་གསུང་ཉན་རོལ་མ་འདོག་བྱེད་མཁན། ཨ་ནི་དེས་ཁྲིམས་ཀྱི་ལས་ཀ་བྱས་ནས་རྩ་བ་ཉིད་ནས་འགྲིག་གི་མི་འདུག་ཟེར། དེ་ཆབ་སྲིད་དང་ཁྲིམས་ཀྱི་ལས་ཀ་བྱས་ནས། རྩ་བ་ཉིད་ནས་འགྲིག་གི་མི་འདུག་ཟེར་བྱས་བྱས་འོ་ད་ཏི་ང་བོད་སྒུག་ཞུ་ཡས་ཡིན། འོ་ད་ཏི་ཁྱོད་ཚོ་གི་ཕ། ཕེས་སྦུག་དེ་ཚོའི་ནང་ལོག་ལ་ཕ་ལབ་ཐུབ་ན་ཡག་པོ་ཡོད་ས་རེད་བསམ་གི་འདུག་ད་ང་རང་ངའི་བསམ་ཚུལ་ཡིན། འོ་ད་དེ་ལན་ནི་ཚར་ཚར་རེད་ད་ལོ་ལྔ་ཡི་རིང་ལ། ད་ཆོས་ལུགས་ཀྱི་སྤྱི་འཐུས་དེ་ཚོ་བདམ་ཚར་རེད་ད་ཚར་ཚར་རེད། ད་མ་འོངས་པ་ནི་བྱས་ནི་ད་ང་ཚོ་གི་དེའི་ཐད་ལ། ཅིག་འགྱུར་བ་ཅིག་བཏང་དགོས་གི་འདུག་དྲན་གི་འདུག། ད་ག་རེ་ཡིན་ལབ་ན་ད་སྔས་མ་ནས་བྱས་ནས་ད་ཆོས་ལུགས་ཀྱི་སྤྱི་འཐུས་དེ་ཚོ་ད་ག་རང་རེད་ཤག་ད་ཁོ་ཚོ་གི་གྲས་དེ་ཚོ་ཕོད་ཡས་ཅི་ཡང་མི་འདུག་ལོ་ག་དུས་ཡིན་པ་ཡིན་ན་ད་རང་རེད་ཤག་ད་ཁོ་ཚོ་མ་འོངས་པ་ཤི་ཤི་བར་དུ་ལ་ད་རང་དེའི་གི་ཉེན་ཁ་འདུག་དེ་ཡིན་ཙང་དེ་ཚོ་གི་གྲས་དེ་ཚོ་ཡིན་ཅི་ག་ཅི་གི་མ། ཕྱིན་པའི་གཏམ་གོ་གི་འདུག་ད་ང་ཚོ་ལ་དངོས་གནས་དྲང་གནས་མཁན་དེ་འདྲ་ཕ་ཐུབ་ལ་འཛམ་བུ་གླིང་གི་རྒྱལ་ཁབ་ཚང་མ་ལོ་ལ་དངོས་གནས་ཆད་ལུགས་ཀྱི་སྤྱི་འཐུས་ཞེས་དེ་འདྲ་མཐོང་ཡས་གོ་ཡས་ཟེར་མི་འདུག་ཨ་ད་ང་ཚོ་བོད་པ་གཅིག་པོ་རེད་འདུག་ཨ། ཡིན་ན་ཡང་ད་བོད་པ་གཅིག་པོ་ལ་ཡོད་བ་དེ་ཡང་ཚད་དང་ལྡན་པ་ཅིག་ཡོད་བ་ཡིན་ན་ཁོ་ད་མི་བསད་ཅིག་ཆགས་ཀྱི་ཡོད་རེད་བ། ཡིན་ན་ཡང་ད་ཁོ་ཚོ་གི་ཚད་དང་ལྡན་པ་མི་འདུག་ཨ་ཚང་མ་ལོ་རྦད་དེ་དམངས་གཙོ་ཀ་བ་གསུམ་བོར་བླུགས་ཉེས་དང། ད་སྤྱི་ཚོགས་ནང་ལོགས་ལ་རྙོག་དྲ་རྐྱང་རྐྱང་བཟོ་བསྡད་ཉེས་ཀྱི་ད་གྲྭ་བ་ཤ་གཅིག་འདུག་བའོ། དེའི་རིགས་དེ་དག་མང་གང་མང་མང་མ་ས་བསྒྲགས་བྱས་བྱས་རྦད་དེ་གང་དག་ག་ཚད་མང་མང་ཕག་འབོད་སྐུལ་ཞིག་བྱས་དེ་མ་གང་དག་མེད་བ་བཟོ་ཐུབ་པའི་ལ་གས་ཆེན་པོ་རེད་ཤག་བསམ་གྱི་འདུག་ད་ང་རང་ངས་ནི་བསམ་ཚུལ་ཡིན། ཨ་ནེ་འོ་ད་དེའི་རིགས་དེ་མ་འོངས་པ་ལ་ང་ཚོ་གས། ད་ཆོས་ལུགས་ཀྱི་སྤྱི་འཐུས་དམ་པ་ནི་དན་ད་བྷ་དུ་ལ་ཆོས་ལུགས་ཀྱི་སྤྱི་འཐུས་དེ་ཚོ་ལ་དྲ་བ་ཆ་བཞག་ན་ཁོ་ཚོ་ལ་འོས་ཤོག་དྲོ་བ་ཆ་བཞག་ན་གསུམ་གསུམ་ལུགས་ཡས་འདུག། ཁོ་རང་ཚོ་ཆོས་ལུགས་ཀྱི་སྤྱི་འཐུས་ནང་ལོགས་ལ་འོས་ཤོག་གཅིག་བྱས། ཨ་ནེ་ཡས་སྤྱི་འཐུས་ཆོལ་ཁ་སོ་སོ་གི་སྤྱི་འཐུས་ཀྱི་འོས་ཤོག་ལོ་བའི་ཐོབ་ཐང་གཅིག་བྱས། ཨ་ནེ་སྲིད་སྐྱོང་གི་ཐོབ་ཐང་གཅིག་བྱས་ནས་ཁོ་ཚོ་ལ་འོས་ཤོག་གི་རྣམ་གྲངས་དེ་ཚོ་གསུམ་ལས་འདུག་བ། ངོ། ད་ང་ཚོ་འདྲ་བོ་ཆ་བཞག་པ་ཡིན་ན་ང་ཚོ་ད་མི་གཞན་མེད་དེ་ཚོ་མི་མང་དེ་ཚོ་ལ་འདྲ་བོ་ཆ་བཞག་པ་ཡིན་ན་སྲིད་སྐྱོང་གཅིག་དང་སོ་སོ་ཕྱོགས་ཀ་གེ་གཅིག་གིས་སྤྱི་འཐུས་གཅིག་མེད་བཞི་གཞན་མེད་གེ་གེ་བླུག་ཨེ་ཡོང་མ་ར། ད་ཁོ་ཚོ་ལ་ཆོས་ལུགས་ཀྱི་སྤྱི་འཐུས་དེ་བླུག་ཨེ་ཡ་ར་འོ་དེ་བྱས་ནས་ཁོ་ཚོ་ལ་འོས་ཤོག་གསུམ་ད་པ་བླུག་ཨེ་གི་ཐོབ་ཐང་རག་འགྲོ་གི་འདུག་འོ་ད་དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་ད་མ་འོངས་པ་ལ་གང་ད་ང་ཚོ་མི་སྐྱ་ནང་ལོགས་ནས་མི་སྐྱ་ནང་ལོག་ལ་སོ་སོ་སོ་སོ་ཆོས་ལུགས་ཡོད་རེད་རྙིང་མ་ཡོད་རེད་ས་སྐྱ་ཡོད་རེད་བཀའ་བརྒྱུད་ཡོད་རེད། སོ་སོ་མི་སྐྱ་དེ་འདྲ་ཡག་ལེ་ཐུ་ཡག་གི་ཐབས་ཤེས་བྱེད་དགོས་འདུག་མན་ཤིང་ད་སྐུ་ཁྱོད་དེ་ཚོ་ད་རྩ་བ་ཉིད་ནས་བལྟས་ཏེ་ངོ་ནས་དྲ་ནས་ཐག་གཅིག་ཏུ་བལྟས་ཏེ་ངོ་ལོག་ཡོད་ད་དེ་ཚོ་ལ་ཐག་གཅིག་ཏུ་དགག་པ་ཡོད་ཟེར་ཞུ་བས་ཡིན། ཨོ་དེ་ཅོ་ཅོ་གི་ད་ཅོ་ཅོ་མི་ལ་རང་བཙན་དང་ནི་ཅོ་ཅོ་ཐུགས་ཐེ་ཐོག་མེད་ཁྱོད་ཚོ་གི་མ་ད་གང་མ་མང་མ་ཕེས་སྤུག་དང་དེ་ཚོ་ལ། འགྲེམས་སྤེལ་བྱེད་ཐུབ་ན་ཡག་པོ་ཞེ་དྲག་ཡོང་ས་རེད་བསམ་གི་འདུག།